ལས་ཀ་བྱེད་ན་མང་འབྱོར་དང་གྲང་འབྱོར་དང་རེ་ན་མིའི་སྲོག་འཕྲོག་ངན་བྱེད་ན་མང་འབྱོར་དང་གྲང་འབྱོར་དང་རེ་ན་སེམས་པའི་ཟིང་གསུམ་ཡོད་ད་རིན་ཆེན་རིགས་གཉིས་ནང་ནས་མང་འབྱོར་དང་གྲང་འབྱོར་འདི་གཉིས་གཙོ་བོ་གཙོ་བོ་དུག་རྫས་ཀྱི་སྨན་རེད་དུག་གི་སྨན། དུག་སེལ་དེ་ཡིན་གཅིག་མིན་གཅིག་མིའི་སྲོག་འཕྲོག་ངན་གཅིག་དང་ཨ་ནི་གཟུགས་པོ་བདེ་ཐང་མེད་པ་ཟུག་ངན་གཅིག་ལ་གོ་དགོས་དགོས་རེད། གཅིག་དང་དུག་རེ་ནི་དུག་ཤུགས་ཆེ་ཆུང་གི་རྣམ་པ་ལ་བལྟས་རྗེས་ལམ་སང་ཚེ་སྲོག་འདོར་ངན་གཅིག་དང་ཡང་ཁ་ཤས་ཁ་ཤས་ཡང་དུག་གིས་ད། གཞི་འདི་གས་ནི་རིམ་པས་རིམ་པས་ཀྱི་མིའི་གཟུགས་པོའི་ནང་ལ་ཡང་སྐྱོན་བཏང་གིན་བྱོས་ར་འདི་ཚོ་གཉིས་ཆ་ལ་ཡང་ཕན་གྱི་ད་སྨན་འདིའི་ནང་ལ་ཡོད་རེད་བྱས་ཙ་འདི་ཚོ་བསྟེན་པ་ཡིན་པ་ཡིན་ན་ཟས་དུག་སྲིན་ངན་འདྲ་བོ་གུར་དུག་སྲིན་ངན་འདྲ་བོ་དེ་འདྲས་དང་རྫས་དུག་སྲིན་ངན་འདྲས་ད་ང་ཚོས་དུག་ལ་དབྱེ་བ་མང་པོ་ཕྱེ་ཡ་ཡོད་རེད་ད་ད་ལྟ་འདི་ཚོའི་གྲས་ཚོ་མང་ཆེ་ད་རྫས་དུག་ལ་དབྱེ་བ་ཕྱེ་ཚུར་ན་འགྲིག་གོ་རེད། ཨ་ནི་གྱུར་འདུག་ཟེར་དུས་ད་སོ་སོའི་ཁ་ལག་མ་འཁྲོལ་བ་བྱས་ནས་གྱུར་འདུག་ངས་འདི་འདྲའི་ཐུགས་འདི་འདྲའི་ཡོད་རེད་འདི་ཚོ་ལས་ཟེར་གྱི་རེད། ཨ་ནི་དེའི་ནང་ལོན་ལས་རེ་ནས་སེམས་པའི་ཅིག་ཁྲི་ཡོད་ད་རེ་ནས་སེམས་པའི་དེ་དམིགས་སུ་བཀར་བའི་གེ་ང་ཚོའི་སྨན་ནང་ལོན་ནས་ད་སྨན་ག་རེ་ཚིག་བོ་རེད་ད་ཕན་ཡོན་ཆེན་པོ། ཨ་ནི་ལུས་དང་སེམས་གཉིས་ཆ་རང་ལ་གང་ཞིག་ན་དེའི་ནང་ལོ་ལ་སྙིང་དང་ཀླད་པ་དང་རྩ། ད་ང་ཚོ་ཡིན་ན་བྱ་བ་བྱས་པའི་ཆུ་རྩ་བཅུར་གོ་ཟི་ངན་ཅིག་ཡོད་རེད་དེའི་ཀླད་པའི་ནང་ལོན་ནས་ཨ་ནི་གཟུགས་པོའི་ནང་ལ་མར་ལས་ཀ་བྱེད་ངེས་ད་དེའི་ལས་ཀ་དེ་སྙིང་དང་གློ་བ་མཆིན་པ་མཁལ་མ་ཚང་མ་ལས་ཀ་བྱེད་དགོས་རེད་ཁྲག་རྒྱུག་ཡས་དང་ཁྲག་བཏང་ཡས་དང་ཨ་ནི་ཁྲག་གསོ་ཡས་དང་ཨ་ནི་ག་རེ་ཟེར་བར་མིའི་ཚེ་སྲོག་གནས་ཡས་འདི་ཚོ་ཚང་མས་ལས་ཀ་བྱེད་དགོས་བ་ཡིན་ཙང་ཨ་འདྲེ་ནི་བསམ་པའི་དེ་རླུང་ལ་ཕན་གི་ཡོད་རེད་རྩ་ཁ་གྲིབ་དེ་ཚོ་ལ་ཕན་གི་ཡོད་ད་ལྟ་ནད་ཚ་དེ་ཚོ་ན་བྱས་མི་མང་པོ་ཞི་བོ་བྱས་ཀླད་པད་ཀྱི་ད་དྲན་པ་ཉམས་འགྲོ་གི་འདུག་སེ། དབང་ཤེད་ཉམས་འགྲོ་གི་འདུག་སེ། ཁ་ལ་ཡ་ཅིག། ཁ་ལ་ཟས་ནི་བྲོ་བ་མི་འདུག་ཟེར། ཨ་ནི། སྣ་བུག་ནི་དྲི་མ་ཁ་བས་མི་འདུག་ཟེར་སྐད་ཆ་མང་པོ་བརྗོད་རོགས་ད་གཙོ་བོ་གཙོ་བོ་ཨམ་ཅོག་དང་དེ་ཚོ་ཚང་མ་ལས་ཡོད་རོགས་དབང་པོ་ལྔ། དབང་པོ་ལྔ་ལ་བརྟེན་ནས་ཨ་ནི་ང་རང་ཚོ་གི་དོན་ལྔ་བརྗོད་རོགས་འདི་ཚོ་སྣོད་དྲུག་ཟེར་བརྗོད་རོགས་གཟུགས་པོ་ན་རོ་འོ་འདི་ཚོ་གི་ལས་ཀ་ཡག་པོ་བྱེད་ཐུབ་ཡས་དང་འདི་ཚོ་གི་སྟངས་འཛིན་བྱེད་ཡས་དང་ཨ་ནི་འདིའི་སྒང་ལ་ཡ། ད་རིན་ཆེན་རི་བོ་འདི་ཚོ་གསུམ་འདི་ད་ནད་པ་ཡིན་པ་དང་ན་ཚ་མེད་ངན། ཨ་ནི་དབྱངས་ཀྱི་སྔོན་མགོ། ཨ་ནི་ཚེ་རིང་པོ། དེ་འདྲས་ཚང་མ་ལ་ཡང་བོད་ཆོས་གཏང་ཐུབ་ཡས་ཀྱི་སྨན་རེད། བྱས་ཙང་འདི་ཡའི་དུས་ཚོད་ཅིག་ད་ང་ཚོས་བཟོས་ཡོད་རེད། ཉི་མ་ལྔ་བ་ཉི་མ་བཅུ་བ་ཉི་མ་བཅོ་གསུམ་པ་ལ་དེ་གཏང་ཐུབ་པ་ཡིན་ན་འདི་གི་ཕན་ཐོག་རྒྱ་ཆེན་པོ་ཡོད་རེད་ད། ན་བཟའ་མི་ངན་ཅིག་གཏང་པ་ཡིན་ན་ཁོ་གཟུགས་པོ་སོ་ཡས་དང་སེམས་སོ་ཡས་ལ་ཕན་རྒྱུ་ཡོད་པ་ན་བཟའ་ཡུལ་ངན་ཅིག་གཏང་པ་ཡིན་ན་ན་བཟའ་འདི་ཡོད་པ་འདི་གི་སྒང་ལ་ཡ COVID-19 འདི་ནག་གི་ནད་གཞི་འདི་བོད་ཀྱི་ཁྱུང་ཙག་ཅིག་ཕོག་པ་ཡིན་ན་ཁོ་ལ་ཡང་སྔོན་འགོག་དང་གདོང་ལེན་བྱེད་ཐུབ་ཡས་དེ་སྨན་པས་ཀྱི་སོ་སོའི་གཟུགས་པོའི་ནང་ལ་ཡང་སྔོན་མའི་ན་ཚ་འདི་འདྲ་ཞན་པ་ཡོད་པ་ཡིན་ན་ཁོ་ཅིག་ཡ་ཕྱི་རུ་མ་འགྲོ་ཡས་དང་འདི་ཚོ་ལ་ཡ་ཕན་ཐོག་ཞི་བོ་འབྱུང་དགོས་རེད་ཨ་འདིའི་ནང་ནས་མ་ཎི་རི་བོ་སི་ཡས་ཅིག་འདུག་ཨ་མ་ཎི་རི་བོ་སི་ཡས་འདིའི་ནང་ལ་བཟང་དྲུག་ཤུགས་ཆེན་པོ་ཡོད་རེད་བཟང་དྲུག་འདི་ད་ཅིག་ཞུ་བ་ནས་ཐོན་ལྔ་དང་སྣོད་དྲུག་གིས་ད་ང་ཚོའི་ན་སྙིང་གི་བཟང་པོ་ག་རེ་ཡོད་རྫ་ཏི་སི་ཉེ་གློ་བའི་བཟང་པོ་བཅུ་གང་མཆིན་པའི་བཟང་པོ་གུ་གུམ། མཁལ་མའི་བཟང་པོ་སྲུང་མའི་སེང་ལྟ་འདི་འདྲའི་མའི་གནད་ཀ་མང་པོ་ཡོད་དུས་ཟིན་པ་ཁོ་གིས་གཅིག་ཐང་གིས་ད་ཕྱི་རྒྱལ་འདི་བ་ཡིན་ན་འདིར Booster བྱེད་དེ་རེད་ཡ་གཅིག་མཁལ་མ་ད་འདི་ཚོ་གི་བྱ་བ་ཉམས་མ་ཉམས་པ་བྱ་བ་ད་བྱེད་མ་ཐུབ་བ་འདི་ཉམས་འགྲོ་གི་ཡོད་ན་ཁོ་ཡ་བཟོ་ཡས་ཡང་ཁོ་མང་དྲག་གི་འདུག་ན་ཁོ་ཉུང་དང་ཡ་ཕྱི་གསུམ་བརྒྱ་ལ་སྟངས་འཛིན་བྱེད་ཐུབ་ཡས་གི་མའི་འདི་འདྲའི་ཤུགས་ཆེན་པོ་ཡ་འདི་ནང་ནས་ད་མ་ནི་དུང་སྒྲུབ་བྱེད་དུས་ཟིན་པ་མ་ནི་དུང་སྒྱུར་འདི་འདྲའི་གི་ཐོག་ནས་བསྒྲུབ་བྱ་བྱས་བྱ་ཆོས་ཀྱི་སྨན་གྱི་རས་འདི་བ་གི་ད་སྙེ་མ་འདི་བ་ཡིན་ན་ང་ཕྱི་ལོག་འདི་བ་སྒྲུབ་ཟིན་པ་ངའི་ནང་མི་འདི་འདྲས་དང་ཨ་ནི་སྤུ་བོ་ཆུ་འཇུ་བྱམས་པ་རྒྱ་ངན་འདི་འདྲས་རིགས་མང་པོ་ཅིག་གཟུགས་པོ་སྐྱོ་བོ་འདི་ཚོ་ལ་ཞོགས་ཀའི་རྟག་པར་བྱེད་མ་ནི་རི་བོ་གསུམ་གསུམ་སྤྲད་དང་ཨ་ནི་འདི་གི་བྱམས་པ་ལ་སྔོན་འགོག་ཞི་བོ་བྱེད་ཐུབ་གི་རེད་བྱམས་པ་སྔོན་འགོག་བྱེད་ཐུབ་བ་ཡིན་ན་གཟུགས་པོའི་ནང་ལོ་ལ་ད་ཅི་སྣང་གློ་བ་དང་འབྲེལ་བ་ཡོད་པའི་དབུགས་ས་ན་ཟ་ཆམ་པའི་ན་ཟ་ཨ་ནི་གློ་ཚད་ཀྱི་རིགས་མང་པོ་ལ་ཕན་གྱི་རེད་ཨོ་འདི་འདྲས་ལབ་རྒྱུ་ཟིན་པ་ཁོ་རང་ཚོ་ད་ག་རང་ཤེས་ཀྱི་འདུག་ད་ག་དུས་ནས་རིན་ཆེན་རི་བོ་ལྟར་སྤུ་གུ་ཆུང་ཆུང་ཡིན་དུས་བྱེད་ར་ཚར་ཐུག་གི་འདུག་ན་མ་ནི་རི་བོ་དེ་ཡག་པོ་ཟ་གི་འདུག་དེ་འདྲའི་དཔྲལ་བར་བལྟས་ནས། རྣམ་ཤེས་འགྱུར་ལྡོག་གི་ཆམ་པ། དུས་རྒྱུན་ནས་ཡར་ལངས་ནས་ཁར་སོ་བའི་མནར་གཅོད་རྫ་གཡའ་འདྲ་བོ་དང་ཧབ་ཆུ་གཡའ་འདྲ་བོ་དང་ཨ་ནི་ཕག་སོ་མཆིན་པ་དང་ཨ་ནི་དྲོད་གྲང་དག་མ་མཚུངས་པར་བལྟས་ནས་ཨ་ནི་སྤུ་གུ་གི། ལོ་གཅིག་ལ་ཐེངས་མ་གཅིག་གཉིས་གར་སིག་བར་སྟོན་ཀ་གཅིག་ག་འདུལ་བ་ལ་ཨ་ནི་བྱམས་པ་རྒྱལ་རྫུན་དཔེ་ཞིབ་ཉུང་འགྲོ་ཞེས་ཟིག་དུ་ཨ་བྱས་ཏེ་འདི་ཚོ་ད་ཁ་ཡོད་ལག་ཡོད་ཀྱི་གནས་ཚུལ་ཡིན་པའི་ཆ་ནས་ད་རེས་རིགས་དེ་ལས་ནད་ཡམས་དེ་ལ་ཡང་སྔོན་འགོག་བྱེད་ཐུབ་དགོས་བ་རེད་ཨ་འདིའི་ནང་ལ་ཡང་རླུང་ལྕག་ཅིག་དང་ཐང་ཅིག་ཡོད་བ་རེད་འདི་ཚོ་གཉིས་ཡང་དཔེ་མི་སྲིད་དགོས་བ་ཆེན་པོ་ཡོད་རེད་ད་འདི་འཕྲུལ་ཐང་ཟིག་ངེ་འདི་དང་ཨ་ནི་རླུང་ལྕག་ཟིག་ངེ་འདིའི་སྨན་འདི་གཉིས་གཉིས་ཆ་ནང་ལོགས་ལ་ཐང་འདིའི་ནང་ལོགས་ལ་ད་ཁོ་ཐང་གི་ངོ་བོ་སིདུ་བྱམས་པ་བཏུང་ཡས་ངོ་བོ་བྱེད་ནས་ཡིན་དུས་བྱམས་པ་ཁོ་བཏུང་བ་ཡིན་ན་ཁོས་བདག་རང་གི་ནུས་པ་སྟོན་ཐུབ་དགོས་བ་རེད། སེམས་ལ་ནུས་པ་སྟོན་ཐུབ་དགོས་བ་རེད། ལུས་ལ་ནུས་པ་སྟོན་ཐུབ་དགོས་བ་རེད། ཁོར་ཡུག་གི་ནུས་པ་ལ་སྟོན་ཐུབ་དགོས་བ་རེད། ཚ་གྲང་གི་ནུས་པ་ལ་སྟོན་ཐུབ་དགོས་བ་རེད། བྱས་ཙང་འདི་ཡིན་དུས་བྱམས་པ་ད་འདི་ཞུས་བ་ནང་བཤད་བྱས་ནས་མི་ཡིན་ད།